ཡ། རྣམ་པ་ལན་གྱི་ཁམས་གསུམ་བཀྲ་ཤིས་བདེ་ལེགས་ངར་དངོས་བཟུང་གཏམ་རྒྱུད་མཁྱེན་པ་པོ་བ་འདྲ་ཡང་དེ་རང་གི་དངོས་བཟུང་གཏམ་རྒྱུད་འདྲ་ཡིན་ན་ཕ་ཡི་ལས་ངན་བསགས་ནས་བུ་མོ་རྡོག་རྒྱར་སོང་ཞེས་པ། དངོས་བཟུང་གི་གཏམ་རྒྱུད་ལས་ཚན་བཞི་པ་འདི་ཡང་སྙིང་དུ་ཡག་པོ་བཟུང་གྲོགས་པོ་གི་ཆེད་དུ་འདི་ལྟ་ཉིན་གྱི་སེམས་གསལ་ནང་པའི་མི་སྣ་ཡོངས་སུ་རྫོགས་པའི་དོ་ཁུར་མེད་ཚད་ཀྱི་དོ་ཁུར་དེ་ནི་སྙན་དཀར་པོ་དང་ཉི་དམར་པོ་དྲུག་པ་དཀར་པོ་མང་ཙམ་གྱི་རྣམ་མཁྱེན་ཟེར་རོ་གཅེས་བཟོ་ན་ང་གི་རེ་བཞུགས་ཆུང་ཆུང་ཞིག་ཞུ་རྒྱུ་ཡིན། དེ་རིང་གི་དངུལ་རྫོང་གཏམ་རྒྱུད་དངོས་འདྲ་ཡ་ཡི་གསུངས་པ་ཡིན་ན་བུ་མོ་དེ་སྨྱུང་གནས་ལ་བསྡད་ནས་དེ་ནས་མོ་ང་སྦྲུལ་གྱི་ཉི་མ་ཞིག་ལ་ཨ་ཁུ། ངག་པ་གྱིས་བདག་ལ་ཁོག་གི་ས་ལ་ཤོག་ང་གཉིས་དེ་རིང་བདག་ལྟ་མོ་བས་ན་སྐད་ཆ་ཟེར་ཞེས་ཟེར་ནས་དེ་ནས་མོ་ལ་སྐད་ཆ་བཤད་དེ་ཟེར་སྐད་ཆ་བཤད་འོང་དུས་མི་ཟེར་ཡ་སྟེ།

ཁོས་ངོ་མ་འདྲ་ཡོད་ན་ད་རུང་ཉི་མ་འགའ་རེ་ལ་དེའི་སྐད་ཆ་དེ་མི་བཤད་བསམ་གྱི་དེ་ལྟར་དེ་མ་བཤད་འདོད་ན་ཁྱོད་དོན་དག་དགོས་པ་ཁྱོད་མི་གདའ་ཁྱོད་འདྲེན་ན་ཁྱོད་དེའི་སྐད་ཆ་དེ་བར་སྐོར་གསུངས་པ་ཡིན་ནའང་ཁྱོད་བ། ཁྱོད་མ་ནི་མི་འདུག་རེད་བསམ་ལེ་གི་ད་ཅི། ཤི་བོ་གི་དགེ་རྩ་ཅུང་ཙམ་འགྲུབ་འདུག་ལེ་རེད་དེའི་རྒྱུ་མཚན་དེར་ཁོས་མི་དེ་ན་སྐད་ཆ་བཤད་ལེ་ཡིན་དོགས་འི་འདུག་ཁྱོད་ཀྱི་ཕ་མ་གཉིས་ཀ་འདྲ་ཡིན་ན།

སྲིན། མནར་དུ་གནས་ཏེ་ལི་ཀ་མ་ཚེ་དིང་བཞེངས་སྐབས། ད་ལུས་སྲིན་འདྲ་བོ་ཞིག་རྩ་བ་ཉེ་ནས་མེ་ལི་རིལ་བུ་དེ་དེ་མོག་དེར་བསམ་མནོ་རུ་བཏང་ན་ཨོ་ད་ང་དེ་རིལ་འདྲ་ར་གི་ཁྱི་རྡོ་ང་ཅིང་ཁྱི་རིལ་རིལ་འགྱེར་ང་གི་ངོ་མ་བུ་མོ་ལས་ངེས་མི་ཁྱི་འདྲ་ཡིན་ར་ཨོ་ཁྲི་ང་ལོ་ཆུང་ཆུང་ཨི་འདྲ་ཨེ། ང་རང་ཆུང་ཆུང་དེ་ནས་ཁྱི་ཁྱི་ཞིག་སྨུག་པ་མ་འོངས་པ་ནས་ཁྱི་ཁྱི་ཞིག་སྐོས་སྒྲེང་འཐེན་ནས་དགའ་ནི་དགའ་ས་སྡོག་ནི་ངུ་ས་ཨ་ཁི་དེ་ནས་མི་སྣ་ཞིག་དེ་ནས་ང་ཁྱི་བརྒྱར་དུ་སོང་དུས། ང་རང་ལ་ཁྱི་མི་ཚེ་འདི་ལྟ་ནས་ལྟ། ལྟ་རྟོག་རོགས་རང་ཅི་བྱུང། ལས་མིག་གི་བརྩེ་བ་ཡོད་པ། ད་ཕ་མ་གཉིས་ཀ་ནི་སྒུག་མ་སྐྱེལ་ལ་དེ་ནས་ད་བསད་དེ་མ་བསད་གི་མཐའ་ན་ཁྱི་གང་རུ་ཨང་རྒྱབ་ཤི། ད་མེད་པ་ཆགས་སོང་ནི་ང་ད་ལྟ་བྲོག་མཐའ་ན་ཁ་ཕོ་རི་མེད་ལྟ་རི་འདྲི་ར། ལག་ལ་སྒོ་ལི་ཁུ་རྒྱུ་མཚན་ག་རུ་ཨང་དེ་ནས་མོ་མོ་ལ་ཁྱེད་དོག་ན་དྲི་རྒྱུ་རི་མོ་མོ་ལ་སིམ་ནལ་ལ་ལྟ་འདྲ་གི།

ཁོང་གཉིས་ཕ་མ་དང་ཁྱད་པར་རྩ་བ་ཉན་ནི་མེད་ཟེར་ཏེ་དཔེ་ཡང་ཁོང་གཉིས་ཀྱི་བུ་མོ་འདྲ་ར་ཡིན་ན་མོག་གི་དེ་ལུས། མ་རྒྱལ་གྱི་རྒས་ཁོག་འདྲ་མོ་ལས་ཀྱི་དཔེ་ཡང་མི་ཁྱབ་མ་རེད་དེ་ད་ལས་ར་གི་ཁོག་གི་དཔེ་ཡང་མི་ཁྱབ་སོང་ན་རེ་ཁོག་གཉིས་དཔེ་ཡང་མི་དངོས་འདྲ་འདྲ་མ་གཏོགས་ཁྱབ་མི་ད་འདུག་ས་ས་ས་ཁོང་སུ་མི་བས་ག་ནི་བས་ཟེར་ནི་དེ་ནི་ཁོང་སུ་ད་ས་ལ་འདུག་ཟེར་དེ་ནི་མོག་དེ་ན་བསྡད་པ་ཡིན་ཏེ་ཕ་མ་གཉིས་འདྲ་ཡིན་ན་ཧ་ཚད་ཀྱི་ཡ་རབས།

དེ་སྐོས་ང་ཀོར་ང་ངོ་ས་མི་དང་ཁོག་གི་རྩལ་ཉོག་གོ་ཟེར་སྐད་ཆ་བཤད་དེ་ནས་ཨར་ག་ནས་བཙོང་བོ་དང་བཙོང་མི་དེ་སུ་རེད་ད་ཟེར་དེ་དེ་བཙོང་མི་དེ་ན་ད་སྔར་ང་སྐད་གི་ས་ཆ་ལ་འདོག་ཡོད་མི་དེ་ལས་རིག་གི་འགོ་ལ་བཏང་འདུག་རྒད་པོ་ཕ་ཡིས་ཉོས་ཡོད་ལས་དེ་རྒད་པོ་ཕ་རྒད་པོ་དེ་ཕ་ཡུལ་སྐྱུག་པོ་ད་མི་རེ་གི་བཙོང་འདུག་ད་ཟེར་ནས་སྐད་ཆ་དེ་འདྲ་བཤད་དེ་ཟེར་དེ་ནས་སྐད་ཆ་དེ་འདྲ་བཤད་ཡོང་དུས་མོ་གི་ད་ཕྱིར་གོ་དེ་འོ་ངོ་མི་དེ་རི་འདྲི་ར་ཆེ་ང་རི་སྐད་ཆ་བཟང་པོ་རེ་གོ་རྒྱུ་ཨུ་ཡུག་ར་ཤོག་ད་དེ་ཡིན་དུས་ཀྱི་དེའི་ཕ་ཡུལ།

རེ་བ་དེ་འདྲ་ཞིག་རྒྱབ་རུ་ཁོས་དེ་འདྲ་གི་སྐད་ཆ་དེ་མ་བཤད་རང་བཤད་རེད་དེ་སྲིད་ད་སྐད་ཆ་དེ་འདྲ་བཤད་དགོས་སྲིད་དེ་ནས་མོ་ལ་ཡང་ཅི་འདོག་མགོ་ལ་འདོག་ཨོ་བ་ལ་མགོ་ལ་ཁུ་ཚུར་དེ་ལས་འདྲ་ར་གང་ཡང་མོ་དེ་ན་བཙལ་རེད་དེ་སྲིད་དེ་རང་གི་སྐད་ཆ་འདི་ན་མཚམས་ཞོག་ནས་དེ་ནས་སྐད་ཆ་ཇི་མ་དེ་སང་ཉིན་ཁྱི་རྣམས་པ་ཁྱེད་སྔར་དུ་འབུར་རྒྱུ་ཡིན།